ད་འོན་ཀྱང་ད་དེ་དཔེ་ཡག་པོ་ཡོད་རེད་ཡིན་ན་ལ་ད་དེ་ལ་གཅིག་དཀའ་ངལ་གཅིག་ག་རེ་ཡོད་ཟེར་ན་དོན་དེ་ལ་འགྲིག་ཐག་གཅིག་བརྒྱབ་འདུག་ཨ་རེད་འགྲིག་ཐག་དེ་ལ་ཁོས་དགོས་པ་ཡོད་རེད་གོ་མ་སོ་གལ་སྲིད་ངས་ཁྱེད་རང་གཅིག་བསྟེན་དགོས་རེད་འགྲིག་ཐག་མ་བརྒྱབ་པ་ཡིན་ན་ཨ།
འོ་རེད་རེད་ད་ངས་ཧ་གོ་དགོས་དེས་མ་མཐོང་བ་ཆགས་འགྲོ་གི་འདུག་ཨ། འོ་རེད་རེད་རེད་རེད

ད་ཡིག་ཆ་གཅིག་ཡོད་པ་ཡིན་ན་དྲན་པ་མ་བརྒྱ་བ་ཡིན་ན་ཡིག་ཆ་དེ་དང་འབྲེལ་བ་ཡོད་རྒྱུ་གི་མིང་གཅིག་བྲིས་པ་ཡིན་ན་ཡིག་ཆ་མང་པོ་ཞེ་བོ་གཅིག་ཐོན་ཡོང་དགོས་རེད་ད་གང་ལྟར་ཁྱབ་ཆུང་རེ་ཆུང་རེ་བཏང་ནས་ད་ཁྱེད་རང་ཚད་ཡག་གི་ཚད་ཡག་འདི་ལས་སླ་པོ་ཆགས་འགྲོ་རེད། ཨོ་ཧ་ལས་ཡག་པོ་འདུག་དེས་ན་ད་ཡང་བསྐྱར་ང་དྲི་བ་གཅིག་དགོངས་འདུག་འདི་ནས་ཡིག་ཆ་ཚང་མ་མར་བླངས་བཞག་ན་ཡང་ཡང་སང་ཉིན་ངས་འདིའི་དཔེ་ཆ་དེ་ལྟ་དགོས་ཀྱི་ཡོད་ན། འདི་དཀར་ཆག་དེ་ཡོངས་ཁྱབ་བེད་སྤྱོང་ཐོག་ཆག་ཁོ་ན་རེད། སང་ཉིན་ཡོངས་ཁྱབ་རེད་དཀར་ཆག་གསར་པ་བཟོ་དགོས་ན་རེད། དཀར་ཆག་ཐོག་མ་གཅིག་བཟོས་ཚར་བའི་རྗེས་ལ་ད་གློག་ཀླད་སོ་སོ་གི་གློག་ཀླད་གཅིག་པ་གི་ནང་བེད་སྤྱོད་བཏང་ན་ད་ཕལ་ཆེར་ཡོངས་ཁྱབ་བཟོ་དགོས་ཀྱི་མ་རེད། ལགས་སོ། དེ་མ་ཟད་ད་ལྟ་དེ་ད་གློག་ཀླད་ཀུ་ཤུ་ཡིན་ན་ཀུ་ཤུ། ད་ལྟ་སྒེའུ་ཁུང་ཡིན་ན་སྒེའུ་ཁུང་སྒེའུ་ཁུང་ནང་བཟོ་རྒྱུ་གི་དཀར་ཆག་ཅིག་ཡིན་ན་ཁྱེད་རང་གི་གློག་ཀླད་གཞན་པ་སྒེའུ་ཁུང་གཞན་པ་ཡི་ནང་བེད་སྤྱོད་བཏང་ན་འགྲིག་གི་འདུག།